ནི། ད་སྤྱིའི་ཆ་ནས་རྣམ་པ་ཚོའི་རྒྱབ་སྐྱོར་ཐུགས་སྣང་ཧང་སངས་གནང་གི་འདུག་མུ་མཐུད་ནས་ནི་སྔར་ལས་ལྷག་པའི་རྒྱབ་སྐྱོར་དང་ཐུགས་སྣང་གནང་རོགས་གནང་ཞུ་ཡག་ཡིན་ད་འདི་གཙོ་བོ་དེ་རྣམ་པ་ཚོའི་འཕྲོད་བསྟེན་གི་ཆེད་དུ་རང་ཞུས་བསྡད་གི་ཡོད་ནི་གལ་ཆེ་ཤོས་དེ་རྣམ་པ་ཚོའི་ད་འཕྲོད་བསྟེན་གི་ཤེས་བྱ་འདི་དང་འདིའི་རིགས་ག་འདྲའི་ཡོད་པ་ཡིན་ནས་གང་མང་མང་ཅིག་རྣམ་པ་ཚོའི་གྲོགས་གྲོགས་མོ་དགའ་ཉེ་དཔོན་ཅིག་ཚོགས་ལ་ཕ་རྒྱུད་ཁུལ་གནང་རོགས་གནང་འདི་ངས་རེ་བ་ཆེ་ཤོས་དེ་ཞུས་ཏེ་ཡོད་རེད་བ། དེ་འདྲའི་རྒྱུད་སྐུལ་བྱེད་ཐེངས་དེ་འདྲའི་གཅིག་གིས་སྐབས་རེ་སྐབས་རེ་མི་ཁ་ཤས་ཀྱིས་ཨེ་ན་འཇིགས་ནད་ཀྱི་སྡུག་བསྔལ་ཤོག་མྱང་འདས་པ་དེ་འདྲའི་ནི་གྲགས་ཐུབ་པ་དེ་འདྲ་ཡོང་གི་ཡོད་རེད་འདི་རླབས་ཆེན་གྱི་བྱ་བཞག་ཅིག་ལ་ངོས་འཛིན་ཞུས་ཏེ་ཡོད་རེད་བ། དེ་འདྲ་སོང་ཙང་ད་དེ་རིང་ཨེ་ནི་ད་ཅིག་རྒྱུན་རིང་པོ་ཅིག་ནང་ལོགས་ནས་ཨེ་ནི་མང་པོ་ཅིག་ལ་དཀའ་ངལ་ཞིག་འཕྲད་བསྡད་ཡོད་འདུག་འདིའི་སྐོར་ལ་དེ་ནི་ནད་ཀྱི་རྒྱུ་རྐྱེན་རྟགས་བཅོས་ཐབས་གཞི་གང་ནས་མ་ཞུ་གི་ཡིན། ད་ན་ཚ་དེ་ག་རེ་ཞུས་པ་ཡིན་ན། ད་དེང་དུས་ནི་ཅིག་ཨ་ལོ་པེ་ཏིག་གི་སྨན་པ་གི་ངོས་ནས་ཐ་སྙད་ཀྱི་བེད་སྤྱོད་ག་རེ་བྱེད་ཀྱི་རེད་ཟེར་ན་འདི་ལ་ཨི་ལེར་ཇི་ཟེར་གྱི་རེད། དེ་ནི Still Disease ཟེར་གྱི་རེད། ད་འདི་དང་འདི་འདྲ་བའི་ན་ཚ་མིང་འདི་ལ་མིང་མི་འདྲ་མང་པོ་ཞིག་བཏགས་ཡོང་གི་རེད། ག་རེ་ཡིན་ནའི་ཁྱད་པར་གང་མི་འདུག་ད་ང་རང་ཚོ་གི་གསོ་བ་རིག་པའི་རྒྱུད་ཀྱི་གཞུང་ལུགས་ནང་ལོགས་ལ་བོད་ཀྱི་ཐུན་མོང་མ་ཡིན་པའི་རྒྱུད་ཀྱི་གཞུང་ལུགས་ནང་ལོགས་ལ་ག་རེ་གསུངས་ལབ་ལ་མིན་ན་འདི་ལ་ཆུ་སེར་ཐོ་ལེབ་ཟིག་བ་རེད་ནས་ཀྱི་མིང་འདི་ཆུ་སེར་ཐོ་ལེབ་ཟིག་རེད་ད་ནས་འདི་ཀྱི་རྒྱུ་འདི་ག་རེད་ཟོས་བི་ན་རྒྱུ་ངོ་མ་འདི་ཁྲག་དང་ཆུ་སེར་གཉིས་རེད་འདི་ཤེས་དགོས་བ་རེད་ཁྲག་དང་ཆུ་སེར་རེད་རྒྱུ་འདི་ཨེ་ནས་འདི་ལ་རྐྱེན་ག་རེ་བྱེད་ཀྱི་རེད་ད་ནས་སློང་རྐྱེན་ཟིག་རེད་ད་ནས་སློང་རྐྱེན་འདི་ལ་གཙོ་བོ་ཨེ་ནས་ཟས་དང་སྤྱོད་ལམ་གཉིས་ཡོད་རེད་ད་འདིའི་ནང་ནས་ཟས་ཀྱི་ནང་ནས་ཨེ་ནི་ནས་འདི་སློང་རྐྱེན་འདི་ག་རེ་བྱེད་ཀྱི་རེད་ཞུས་པ་ཡིན་ན་ད་ང་རང་ཚོ་གི་ངེད་འདི་ནས་མ་འགྲངས་དགོས་བ། ཞོ། ཕྱུ་ར། ཨེ་ནི་དོས་སང་ཨེ་ནི་ལྕི་ཟེར་ཡ་དང་པ་ནིར་ཟེར་ཡ་འབྱོར་པ་དེ་ཚོའི་རིགས། ཨེ་ནི། ཤིང་ཏོག་གི་ནང་ལ་ཆ་བཞག་པ་ཡིན་ན་ཕྱུགས་ཀྱི་འབྲུམ་སྐྱུར་མོ། ཨེ་ནི་ཤིང་ཏོག་ཨམ། ཨེ་ནི་ཚ་ལུ་མ་གི་རིགས་སུ་གྱུར་པའི་ཚ་ལུ་མ་གི་ཚང་མ། ཨེ་ནི་ལིམ་བུ། རུ་བ། ལིང་བུ། ཨན་དེ་དང་དེ་འདྲ་བའི་ཟས་རིགས་སྐྱུར་མོ་མང་པོ་གཅིག་ཡོད་རེད་དེ་འཚོལ་གི་སྣོན་ཡོང་གི་རེད་ར་བ་ཤིང་ཏོག་སྐྱུར་མོ་མང་པོ་འཇོག་དེ་ནི་ཨན་ད་ག་ནང་བཞིན་ཆང་རག་ནད་ད་ཕྱི་རྒྱལ་དུ་ཡིན་ན་ཨ་རག་འདུག་ངན་མང་པོ་ཡོད་རེད་ཨན་ནི་བ་ཨན་ལ་གི་རུ་བ་དེ་འཚོལ་གི་སྣོན་ཡོང་གི་རེད་རུ་བ། ཨན་ནི། ཕྱི་ལོགས་ཀྱི་ཀབ་རི་ཀབ་རི་ཁང་པའི་ནང་ལོགས་ཀྱི་ཐལ་རྡུལ། ང་རང་ཚོ་མཐོང་ཡ་མེད་པའི་ཤིང་གི་ལོ་མའི་སྒང་གི་ཐལ་རྡུལ་ཁང་པའི་ནང་གི་ཐལ་རྡུལ་འོ་དེ་འདྲའི་གི་ཅིག་ཐལ་རྡུལ་རྩུབ་པའི་རང་བཞིན་ཅོག་རེ་འདི་ཚོས་རྐྱེན་བྱས་ཡོང་གི་རེད། དེ་ཅིག་ཆགས་དེ་བས་ཨེ་ནི་ཡང་ཀབ་རི་ཀབ་རི་ང་རང་ཚོ་ཕྱི་ལོགས་ལ་འགྲོ་ནས་ཆུ་རྐྱལ་ས་ཆུ་རྐྱལ་རྒྱག་ས་འཛིང། དེང་དུས་གི་ཅིག་སྨན་འདྲ་མི་འདྲ་རྫས་འདྲ་མི་འདྲ་བླུགས་ནས་ཆུ་རྐྱལ་རྒྱག་ས་ཞིག་ཏུ་འོ་དེ་ཚོ་ལ་འགྲོ་བས་ན་དེ་འདྲའི་གི་རིགས་ཅིག་གི་གནོད་ཡོང་གི་རེད་སྤྱོད་ལམ་དེ་འདྲ་ངང་ནས་ཆགས་བཞག་བས་ན་ཨེ་ནི་ཡང་ཀབ་རི་ཀབ་རི་སྤྱོད་ལམ་དེ་འདྲ་ངང་ནས་ཅིག

དེ་ཚོ་གཅིག་ཆགས་ཡོད་རེད་རེད་བ། ད། ནས་དེང་གི་རྒྱུ་དང་རྐྱེན། ཅི་ཙམ་ཞུས་ཚར་རེད། ད་འདི་ལ་རྐྱེན་གྱི་ནང་ལོགས་ནས་ཟེར་ཏེ་ད་ལྟ་སྨན་པ་གིས་བཤད་ཐུབ་པ་དེ་བརྒྱ་ཆ་དགུ་བཅུ་གོ་ལྔ་ཙམ་གྱིས་བཤད་ཐུབ་ཀྱི་རེད་སྤྱི་ཡོངས་ཀྱི་དབྱིན་ཇིའི་སྐད་དུ་མ་ཟེར་ན General རེད་བ། ད། གང་ཟག་སྒེར་ཁ་ཤས་ཁ་ཤས་ལ་ཨེ་ནི་ཟེར། མི་འདྲ་ཚོད་མི་འདྲ་ཚོད་ཀྱིས་ཡང་མི་གཞན་དག་ལ་སྤྱི་ཡོངས་ལ་མ་གནོད་པར་སོ་སོ་སྒེར་ལ་གནོད་པ་དེ་འདྲ་ཡོང་གི་རེད་དེ། སོ་སོ་གི་ཟོག་པོའི་ཁམས་དང་རང་བཞིན་གྱི་དབང་གིས་ཡོང་གི་ཡོད་རེད་གཅིག་དེ་རེད། ད། གསུམ་པ་དེ། རྟགས་ཟེར་ཡང་དེ་རེད། ད་རྟགས་དེ་ག་རེ་ཡོང་གི་རེད་རྟགས་དེ་མི་ཚང་མ་ལ་གཅིག་པ་ཡོང་ངེས་ཁྱབ་གི་མ་རེད། ཅིའི་ཕྱིར་ན་བརྒྱ་ཆ་དགུ་བཅུ་གོང་མ་གཅིག་པ་ཡོང་གི་རེད། ད་རྟགས་དེ་ག་རེ་ཡོང་གི་རེད། ཨེ། ཟོག་པོ་ལ། དམར་པོ་དེ་འདྲ་ཐོན་གི་རེད་དམར་པོ་ལེབ་ལེབ་དེ་འདྲ་ཐོན་གི་རེད། འབུར་རྡོ་སིབ་སིབ་ཐོན་གི་རེད། དེ་འདྲའི་དོན་ནི་ཨེ་ནས་གྲས་དུས་ད་ནི་ཟམ་རག་ཞོ་རྒྱག་གི་རེད། མ་སྤྱི་བཏང་ཁོ་རང་ནས་ཟམ་རག་རྒྱག་གི་རེད་ཨེ་ནས་གྲས་དུས་ད་ནི་དེའི་གྲས་སའི་ཤུལ་དེ་ལ་རྡོག་རྡོག་ལེབ་ལེབ་ལེབ་ལེབ་དེ་རི་ལིའི་ལྕགས་སྒྲོམ་ནང་བཞིན་ཁོག་རྩེ་ནང་བཞིན་ཐོན་ཡོང་གི་རེད།

དུས་དེ་ལ་དང་པོ་ཡ་དེ་གར་བཏགས་གར་ཅན་སྟོན་དགོས་ཟེར་ན་དེ་རླུང་དང་འབྲེལ་བ་ཡོད་རེད། རླུང་དང་འབྲེལ་བ་ཡོད་དུས་ད་ནི་རླུང་གི་རྒྱུ་ལམ་དེ་རེག་བྱ་རེག་བྱ་སྲིད་དུ་ནི་པགས་པ་ལོག་པ་རེད། པགས་པར་རྒྱུ་དགོས་རླུང་རྒྱུ་ལམ་དེ་རླུང་གི་གནད་དེ། རླུང་ནི་པགས་པར་རེག་བྱ་སྣང་བ་ཟེར་བ་རོ། འོ་འདིར་སོང་ཙང་རླུང་གི་རྒྱུ་ལམ་དེ་རྒྱུ་བའི་ཡུལ་དེ་དང་ཨེ་ནི་རླུང་ལྡང་ཡག་གི་དུས་ཚོད་དེ་ལ་རླུང་གི་རྒྱུ་ལམ་དེ་ལ་རླུང་ལྡང་ཡོང་དགོས་ལྡང་དུས་ད་ནི་རླུང་གནད་རླུང་ལྡང་དུས་དབྱར་གནད་རླུང་གནད་དབྱར་དུས་གོང་དང་ཐོ་རངས་ལྡང་ཟེར་བ།

འདི་འདྲ་སོང་ཙང་འདི་ནི་ང་རང་ཚོའི་བོད་སྨན་གྱི་ངོས་ནས་ཨ་ནི་ཅིག་ཧང་སང་གི་ཕན་ཐོག་རྒྱ་ཆེན་པོ་བྱེད་ཐུབ་ཀྱི་འདུག་ད་རྣམ་པ་ཚོས་ད་ལྟ་གོང་ལ་ཞུས་བཞག་པའི་ཟས་སྤྱོད་འདི་འཇའ་ཡག་པོ་འདི་འཛེམ་དང་ཨ་ནི་ཤ་དམར་པོ། དཔེར་ན་གླང་ཤ་དང་འདི་འདྲའི་གི་རིགས་དེ་ཚོ་ཡང་ཤུགས་ཆེན་པོ་ནུས་ཀྱི་རེད་ལ། དེ་ཚོ་ཐུགས་ལ་ཅིག་བཞག་ཨ་ནི་ད་འདི་ལ་འཛེམ་དགོས་ཡག་དང་སྤྱོད་ལམ་བསྟེན་དགོས་ཡག་ད་ལྟ་འཛེམ་དགོས་ཡག་འདི་གོང་ལ་ཞུས་བཞག་པའི་ཟས་སྣོད་ཡག་གི་ཟས་སྣོད་སློང་ཡག་གི་རྐྱེན་བྱེད་ངན་འདི་འཇའ་འདི་ཉུང་རུ་བཏང། ཨ་ནི་སེམས་འདི།

རེད་པ། ད་སྨན་དེ་ངས་དེ་ལ་ཞུ་གི་མེད། སྨན་དེ་གོ་གི་འདུག་ན་རྣམ་པ་དང་ངང་ལ་ཚུར་འབྲེལ་བ་གནང་ཞུ། ད་སྨན་དེ་གཙོ་བོ་རིག་པ་ག་རེའི་ཁ་ནས་བཏང་བ་རེད་རེད་པ། བསྟན་ངོ་ཚེ་ནི་ད་ལྟ་ན་ཚ་འདི། ཨེ་ནི་གཙོ་བོ་དེ་ག་རེད་རྒྱུ་དེ་ད། ཁྲག་དང་ཆུ་སེར། ཁྲག་དང་ཆུ་སེར་ཆགས་ཀྱི་ཡོད་རེད། ཁྲག་དང་ཆུ་སེར་བཟོ་མཁན་དེ་ག་པ་རེད་དྲི་བ་དེ་རེད་པ། དེ་རིང་སོང་ན་ཁྲག་དང་ཆུ་སེར་བཟོ་མཁན་གཙོ་བོ་དེ་མཆིན་པ་རེད། མཆིན་པ་དང་མཁྲིས་པ་རེད། མཁྲིས་པ་ལ་ན Gall Bladder ལོ་བར་ང་རང་ཚོ་ནམ་རྒྱུན་དུ་དམངས་ཁྲོད་ནང་ལ་མ་ཐག་རྒྱུན་ཆགས་ཀྱི་མཁྲིས་པ་དེ་ལ་གོ་བ་མ་རེད། ང་རང་ཚོ་གིས། མཁྲིས་པ་སེལ་ཚུལ་ནི་བསམ་བློ་གཞན་དག་ཞིག་འཁོར་དགོས་པ་རེད་འདི་མ་རེད། ད་ལྟ་སྣོད་ཀྱི་མཁྲིས་པ་སེལ་ཡ་དེ་ང་ཚོ་གསོ་བ་རིག་པའི་རྒྱུད་ཀྱི་ནང་གི་མཁྲིས་པའི་ཆ་ཤས་ཙམ་ཞིག་རེད་མཁྲིས་པ་ངོ་མ་དེ་མ་རེད། དེ་འདྲ་སོང་ན་མཆིན་པའི་ནང་ལོགས་ལ་ཁ་ལག། ཁ་ལག་ཕོའི་ནང་ལོགས་ཁ་ལག་དྲོད་ཀྱི་ཁམས་ཁ་ལག་དང་སྐྱུར་མོའི་ཁ་ལག་ཟས་ཁྲག་པའི་དབང་གིས་ཨེ་ནི་མཆིན་པ་ལ་དྲོད་ཁམས་དེ་སྦས་མཆིན་པ། ཁྲག་རིལ་གྱི་རྣམ་པ་འདི་ཨེ་ནི་དྲོད་དེ་གིས་ཁྲག་རིལ་དེ་མ་བསྡུར་ཡོང་གི་བ་རེད་བསྡུར་ཡོང་དུས་ཙམ་ནས་ཨེ་ནི་ལུག་ལུག་བྱ་དགོས་བ་རེད་ལྷུག་ལྷུག་ཆགས་ཡོང་དུས་ད་ནི་ཨེ་ནི་ཁྱིམ་པའི་ནང་ལོགས་ཀྱི་རྩྭ་ཁམས་ཀྱི་ཨེ་ནི་ཅིག་ཟུངས་ཁྲག་དྭངས་མ་ཉེར་ལེན་བྱེད་ཡག་གི་ནུས་པ་ཉམས་འགྲོ་བར་ད་ནུས་པ་ཉམས་ཚུལ་གྱིས་འདི་ནང་གི་རྩྭ་སྦུག་དེ་ཚོ་འགག་འགྲོ་བར། ཤིན་ཏུ་ཕྲ་བའི་རྩྭ་སྦུག་དེ་ཚོ་དེ་ཚོ་འགག་དུས་ད་ནི་ཨེ་ནི་ཕ་གིའི་ནང་ལ་ཁྲག་གི་སྙིགས་མ་དང་ཁྲག་གི་ནང་ལོགས་ནས་ཕ་ལམ་རྒྱུན་དུ་ཆུ་བསྲིང་བཏང་ཡག་གི་ལས་ཀ་བྱེད་ཡག་གི་གཉིད་ལ་དཀའ་ངལ་འཕྲད་དགོས་བར་དེའི་ནང་ལོགས་ལ་ད་ཅིག་མོག་གོ་ཡའི་རྒྱུ་དང་ནུས་པ་ཤོར་དགོས་བར་བཅུད་ཤོར་དགོས་བར་དེ་སོང་ད་ཁྲི་པས་ཕ་གི་ལས་ཀ་ཡག་པོ་གཙང་སེལ་ཡག་པོ་བྱེད་ཐུབ་དགོས་བར་དེའི་མཁྲིས་པའི་གཙང་སེལ་ཕྱེ་མ་དུལ་བའི་ལྷ་མ་དེ་ཟོག་པོའི་པགས་པའི་ནང་ལ་རྒྱུག་ཡོང་དུས་དང་ནི་ཨེ་ནི་དཀའ་ངལ་འདི་འཕྲད་དུས་བར། འདིར་འདི་འདྲ་གསུངས་དང་འདི་ལ་གཙོ་བོ་དེ་ག་རེ་བསམ་གཏམ་བར་ཟེར་ན། ཕོ་བ་དང། མཁྲིས་པ། ཨེ་ནི། ཆུ་བསིལ། རླུང། འདི། གཉེར་གཞི་བཞག་པའི་ཐོག་ནས་སྨན་བཅོས་ཞིག་བྱས་པ་ཡིན་ན་གང་འདྲ་བོ་འདུག་ད་ངས་འདི་འདྲའི་རིགས་ལ་སྨན་བཅོས་ལོ་མང་པོ་དཀའ་ངལ་མྱངས་བསྡད་པ་དེ་འདྲའི་རིགས་ངས་སྨན་བཅོས་བྱས་ནས་ཟླ་བ་གསུམ་བཞི་ནང་ལ་དྲགས་པ་དེ་འདྲ་བྱུང་ཡོད་རེད། རེད་བ། དེ་རྣམ་པ་ཚོ་གཟིགས་ད། དེ་འདྲ་སྨན་རྩིས་ཁང་གི་དེ་འདྲ Web site ནང་ལོགས་ལ་རྣམ་པ་ཚོ་གཅིག་གཟིགས་ད Web site ནང་ལོགས་ལ་ནད་པ་སོ་སོ་གི་ང་སྨན་རྩིས་ཁང་ལ་ངན་པ་ལས་ཀ་བྱས་ནས་བསྡད་པའི་བརྒྱུད་རིམ་ནང་ལོགས་ལ་སྨན་རྩིས་ཁང་གི་ནད་པ་གི་ད་ཅིག་ཨིན་ཇི་ཡིན་ན Feedback གཟིགས་ད། འོ་དེའི་ནང་ལོགས་ཚང་མ་གསལ་པོ་ཞུ་ཅིག་བྲིས་བ་རེད། འོ་དེ་རེད་དེ་འདྲ་སོང་ཙང། ཨེ་ནི་ང་རང་ཚོ་དེ་ནི་ཅིག་བོད་སྨན་གྱི་སྒང་ནས་ན་ཚ་དེ་ཚོ་ལས་སླ་པོ་བྱས་ནས་བཅོས་ཐུབ་བོ་རེད་བ། དེ་འདྲ་སོང་ཙང་རྣམ་པ་ཚོ་ཡང་དཀའ་ངལ། ཡོད་ངེས་དེ་ཚོ་ང་ལ་ཚུགས་དྲི་བ་ན་ད་ནི་ངས་ད་ཅིག་ཕྱི་རྒྱལ་ཟེར་ཡག་མེད་རེད་རྒྱ་བ་གང་ཟེར་ཡག་མེད་ག་པ་ཡིན་ནས་བོད་ལ་སོགས་པ་ལ་སྨན་གཏང་ཐབས་ཞུ་གི་ཡོད་ལ་གང་ཐུབ་ང་རང་གི་ཤེས་པ་དང་ལྕོགས་པ་དེ་ངས་རྣམ་པ་ཚོ་ལ་འབད་བརྩོན་ཞུ་གི་ཡོད་ཕྱག་རོགས་ཞུ་ཡག་གི་འདོད་པ་ཡོད་འོ་དེ་རྣམ་པ་ཚོ་ཐུགས་ལ་བཞག་ཨེ་ནི་རྣམ་པ་ཚོ་འདི་གང་མང་མང་ཞིག་བརྒྱུད་བརྒྱུད་གནང་རོགས་གནང།

གཅིག་དེར་གཉིས་འདི་ང་དང་ང་འདྲ་བའི་གཞོན་སྐྱེས་གཤོག་པ་གཉིས་ལྡན་མང་པོ་བཞུར་འཇོག་རེད་མ་འོངས་པ་ལ་བུད་མེད་གང་ལ་བྱས་ཅི་ཅི་བྱས་བཞག་བསམ་པའི་བསམ་སྟངས་དེ་ངས་ང་ལྟ་བུའི་བསམ་སྟངས་དེ་མང་པོ་ཡོད་ཁོ་ནར་དུ་ལེན་ནས་ཨོ་དེ་འདྲའི་བཟོ་གི་འདུག་ག་དེ་འདྲའི་བྱས་པ་ཡིན་ན་དངོས་གནས་སྤྱི་ཚོགས་ལ་ཕན་གི་འདུག་མི་དམངས་ལ་ཕན་གི་འདུག་ཡང་སྒོས་རང་གི་རིག་གཞུང་ལ་ཕན་གི་འདུག་བསམ་པའི་བསམ་བློ་འདི་ལེན་དགོས་དེ་འདྲ་སོང་ཙང་ངས་ཁོ་ནར་དུ་ལ་ཡང་གཅིག་སློབ་གསོ་དང་ནུས་པ་སྤེལ་ཡག་ཆེད་དུ་ཞུས་བསྡད་ཀྱི་ཡོད། འོ་དེ་འདྲ་རེད་དེ་འདྲ་སོང་ཙང་རྣམ་པ་ཚོས་དུས་དང་རྣམ་པ་ཀུན་ཏུ་རྒྱབ་སྐྱོར་དང་ཕྱག་རོགས་གནང་གི་ཡོད་སྙིང་ཐག་པ་ནས་ཐོགས་རྗེ་ཆེ་སྐུ་གསུམ་ལ་ཐུགས་ཅག་ནང་རང་ན་ཞུ་ཡ་ཡིན།